འཛམ་གླིང་གང་སར་བཞུགས་པའི། བརྙན་ཐུང་འདི་གསན་གཟིགས་གནང་མཁན་བོད་རིགས་སྤུན་ཟླ་ཡོངས་ལ། སྔ་དྲོ་དེ་ལས་ཞུ་གི་ཡོད། དེ་ནས་དེ་ལྟར་ང་ཚོའི་དེ་འཇམ་དབྱངས་བོད་ཀྱི་རིག་གཞུང་གཅེས་འཛིན་ཁང་ལ། བོད་ཡིག་དང། བོད་སྐད། ཨ་ནི་ཡིག་སྐད་ཀྱི་འཛིན་གྲྭའི་སྐོར་ལ། རོབ་ཙམ། ཞུ་ཡག་ཡིན། དངོས་གནས་བྱས་ན་ད་ཇེམ་དབྱངས་བོད་ཀྱི་རིག་གཞུང་གཅེས་འཛིན་ཁང་ལ། སྤྱི་ཟླ་གསུམ་པའི་ཚེས་བཅོ་ལྔ་ནས་འགོ་བཙུགས་རྗེས་ཟླ་བ་དགུའི་རིང་ལ། བོད་ཡིག་བོད་སྐད། ཡིག་སྐད། བསླབ་ཀྱི་ཡོད་རེད་དེ། ད་ལན། ཚེས་བཅོ་ལྔ་དང། སྤྱི་ཟླ་གསུམ་པའི་ཚེས་བཅོ་ལྔ་ལ། གཟའ་སྤེན་པ་ཁེལ་ཙང། ཨ་ནི། བཅོ་ལྔ། བཅུ་དྲུག་ལ་གཟའ་ཉི་མ་ཁེལ་གྱི་ཡོད་རེད་པ། བྱས་ཙང་ད། ད་ལོ་ནམ་རྒྱུན་དང་མི་འདྲ་བ། སྤྱི་ཟླ་གསུམ་པའི་ཚེས་བཅུ་བདུན་ནས་བོད་ཡིག། བོད་སྐད། དང་ཡིག་སྐད་ཀྱི་འཛིན་གྲྭ་འགོ་བཙུགས་གནང་གི་རེད། དེ་འདྲའི་ཡིན་པ་སོང་ཙང་རྡར་ཇི་ལིང་གི་ས་ཁུལ་ལ་བཞུགས་པའི། ཨ། བོད་རིགས་སྤུན་ཟླ་ཚོ། ཨ་ནི་གོ་སྐབས་བཟང་པོ་འདི། ཨ་ནི། གཞལ་ཡས་ཐབས་ཤེས་གནང་རོགས་གནང། ད་ང་རང་ཚོ་དེ་འཇམ་དབྱངས་བོད་ཀྱི་རིག་གཞུང་གཙོས་འཛིན་ཁང་གི་དམིགས་ཡུལ་འདི། ང་ཚོའི་སྐད། ཡི་གེ། རིག་གཞུང། ཆོས། མི་ཉམས་གོང་འཕེལ། གི་ཆེད་དུ། ཨ་ནི་བཙུགས་གནང་པ་རེད། ཡང་དག་པའི་ཀུན་སློང་ཞེས་བྱས་བཙུགས་གནང་པ་རེད། བྱས་ཙང་ཁྱེད་རང་ཚོས། ཟླ་སྤྱིལ་ནས་བཞུགས་མཁན་བོད་མི་ཚོས། ཡིན་གཅིག་མིན་གཅིག་དུས་ཚོད་སྟོན་ཆེད། ཨ་ནི་བོད་ཡིག་དང་བོད་སྐད་འཚང་ཁ་ཕེབས་རོགས་གནང་ཟེར་ནས་རེ་འདུན་ཞུ་ཡ་ཡིན། ད་ང་ཚོ་དེ་ཙམ་ད་ཟླ་སྤྱིལ་ལ་བཞུགས་མཁན་ཚོ་ཚང་མས་མཁྱེན་གསལ་ལྟར་རེད། བོད་སྐད་གཙང་མ་ཅིག་སྐྱོན་ཐུབ་མཁན་དཔེ་མི་སྲིད། ཉུང་ཉུང། བོད་སྐད་སྐྱོན་པ་ཡིན་ན་ཡང་དབྱིན་ཇིའི་ཚིག་ཡང་ན་ནེ་པ་ལིའི་ཚིག། ཡང་ན་ཧིན་དིའི་ཚིག། མཉམ་དུ་སྤྲད་ནས་བཀའ་མོལ་གནང་ཡ་དེ། ཨ་ནི། མང་པོ་ཞེ་དྲག་ཡོད་པ་སོང་ཙང་ཨ་ནི་བོད་སྐད་གཙང་མ་ཅིག། སྐྱོན་ཡག། བོད་ཡིག་ཀློག་ཡག། ཇི་འདྲས་ཀྱི་གོ་སྐབས་ཅིག། གོ་སྐབས་བཟང་པོ་ཞིག་གནང་གི་ཡོད་རེད་ཁྱེད་རང་ཚོས་ཡང། དེ་ལ་མཉམ་ཞུགས་གནང་བྱས། མཉམ་ཞུགས་གནང་བྱས། ཨ་ནི་གོ་སྐབས་བཟང་པོ་དེ། ཞེ་རོགས་གནང་ཞུ་ཡས་ཡིན། ད། ང་ཚོ་དེ་ཁྱེད་རང་ཚོ། དུས་ཚོད་ཏན་ཏན་རག་གནང་གི་རེད་ག་རེ་ཡིན་ཟེར་ན། དུས་འཁྲ་གཅིག་ལ། ཉི་མ་གསུམ། འཛིན་གྲྭ་ཚུགས་ཀྱི་ཡོད་རེད། ཨ་ནི་ཉི་མ་བཞི་བསྐྱར་སྦྱོང་བྱེད་ཡག་གི་དུས་ཚོད་ཡོད་རེད་བྱས་ཙང། མ་ཁོམ་པ་དེ་འདྲས་ཡོང་སྲིད་ཀྱི་མ་རེད། ཨ་ནི་ད་དུས་འཁྲ་གཅིག་ལ་ཉི་མ་གསུམ་ག་དུས་ག་དུས་རེད་ཟེར་ན་གཟའ་ཟླ་བ། གཟའ་མིག་དམར། ས་ལྷག་པ། དེ་གསུམ་ལ་ང་ཚོས་འཛིན་གྲྭ་གོ། འཛིན་གྲྭ་ཚུགས་ཀྱི་ཡོད་རེད། ཨཱ་ནི། ད་ང་ཚོས་དེ་འཛིན་གྲྭ་དང་པོ་འདི། ག་དུས་འགོ་ཚུགས་ཀྱི་ཡོད་རེད་ཞུས་པ་ཡིན་ན། ཆུ་ཚོད་བཅུ་གཉིས་དང་ཕྱེད་ཀ་ནས། ཆུ་ཚོད་གསུམ་པ་བར་དུ། Advance Grammar Class། བྱེད་དུས་བརྩམས་པ། བོད་སྐད་གང་ལ་གང་འཚམ་མཁྱེན་མཁན་ཚོའི་ཆེད་དུ། ཨ་ནི་ཕལ་སྐད་ཀྱི་བརྡ་སྤྲོད། ལབ་ཀྱི་ཡོད་རེད། ཨ་ནི། བོད་སྐད་གང་ལ་གང་འཚམ་མཁྱེན་གྱི་ཡོད་ན་བོད་ཡིག་ཀློག་ཐུབ་གནང་གི་ཡོད་ན། ཨ་ནི་འཛིན་གྲྭ་འདི་ལ་མཉམ་ཞུགས་གནང་ན་འགྲིག་གི་ཡོད་རེད། ཡང་དེ་མ་ཡིན་པ་བྱེད་དཀའ་ཁག་གང་ང་རྩ་བ་ནས་མཁྱེན་གྱི་མེད་པ་ཡིན་ན། ཨཱ་ནི་ཚུལ་འཆོས་གསུམ་པ་ནས། བཞི་དང་ཕྱེད་ཀ་བར་དུ་ཨཱ་ནི། སེལ་བྱེད་སུམ་ཅུ་ནས། གི་གུ་ཞབས་བཅུ་འབྲིང་པོ་དབྱངས་བཞི་དང་འདི་ཚོ་ཀ་ཁ་ག་ང་ནས་འགོ་བཙུགས་བྱས། བོད་ཡིག་བསླབ་ཀྱི་ཡོད་རེད། ཨ་ནི། ད་ཁྱེད་རང་ཚོས་ད་ལྟ་ངས་སྔོན་ལ་བཏང་པའི་བརྙན་ཐུང་དེ་ཚོ་གཟིགས་ཡོད་ཀྱི་རེད་སློབ་ཕྲུག་ཚོས་ཉིན་མ་ཉི་ཤུ་རྩ་གཉིས་ཀྱི་ནང་ལ་བོད་ཡིག་ཀློག་ཐུབ་པ་དེ་འདྲའི་བྱུང་ཡོད་རེད། བྱས་ཙང་དུས་ཚོད་ཐུང་ཐུང་གཅིག་གི་ནང་ལ་བོད་ཡིག་ཀློག་ཐུབ་པ་དཔེ་ཆ་ཀློག་ཐུབ་པ་དེ་འདྲ་ཏན་ཏན་ཡོང་གི་རེད། ཨཱ་ནི། དེ་ནས་ཡང་འདི་འདྲས། བོད་ཡིག་ཀློག་ཐུབ་ཀྱི་ཡོད་བོད་སྐད་ཡང་རྒྱབ་ཐུབ་ཀྱི་ཡོད་ཡིན་ན་ཡང། དཔེ་ཆ་ཀློག་པའི་སྐབས་ལ་ཡིག་སྐད་ཡག་པོ་ཞེ་དྲག་མཁྱེན་གྱི་མེད་ཙང་དཀའ་ངལ་འཕྲད་ཀྱི་འདུག་གསུང་མཁན་དེ་འདྲས་ཡོད་པ་ཡིན་ན། ཨཱ་ནི། ཆུ་ཚོད་བཞི་དང་ཕྱེད་ཀ་ནས་ལྔ་དང་ཕྱེད་ཀ་བར་དུ། ཡིག་སྐད་ཀྱི་འཛིན་གྲྭ། ཡོད་རེད། ཨ་ནི། བོད་སྐད་མཁྱེན་གྱི་ཡོད་པ་ཡིན་ན་བོད་ཡིག་ཀློག་ཐུབ་ཀྱི་ཡོད་པ་ཡིན་ན། ཨ་ནི། ཚོད་ཚོད་བཞི་དང་ཕྱེད་ཀ་ནས་ལྔ་དང་ཕྱེད་ཀ་བར་གྱི་འཛིན་གྲྭ་དེ་ལ་འཛུལ་ཞུགས་གནང་རོགས་གནང། ཞུ་ཡག་ཡིན། དེ་ནས་ད། ཁྱེད་རང་ཚོ་ཚང་མས་མཁྱེན་གསལ་ལྟར། དེ་འཇམ་དབྱངས་བོད་ཀྱི་རིག་གཞུང་གཅེས་འཛིན་ཁང་གི་དམིགས་ཡུལ་དེ་ང་རང་ཚོས་སྐད་སྲུང་སྐྱོབ་བྱེད་ཡག། ཉམས་པ་སླར་གསོ་གནང་ཡག། འདི་ཡིན་པ་སོང་ཙང། འདི་ཡིས་ང་རང་ཚོ་ཚང་མའི་རྩ་དོན་རེད། ཨ་ནི། གལ་སྲིད་དུས་ཚོད་ཡོད་པ་ཡིན་ན། ཡིན་གཅིག་མིན་གཅིག་འཛིན་གྲྭ་ལ་ཕེབས་རོགས་གནང། ཨ་ནི་ཁྱེད་རང་ཚོའི་གྲོགས་པོ་གྲོགས་མོ་གཉེན་ཚན་འདི་འདྲའི་ཨ་ཁུ་ཨ་ཞང་སྤུ་གུ་ཚོ། དཔེ་ཆ་ཀློག་ཡག་ལ་དོ་སྣང་ཡོད་པ་ཡིན་ན། བོད་སྐད་སྦྱང་ཡག་ལ་དོ་སྣང་ཡོད་པ་ཡིན་ན། ཁོང་ཚོ་ལ་ཡིན་གཅིག་མིན་གཅིག་བརྒྱུད་སྐུལ་གནང་རོགས་གནང། བརྒྱུད་སྐུལ་གནང་ཟེར་ན to share it ཨོ་དེ་འདྲའི་ཅིག་ལ། སྤྱིར་ན། གསུམ་པའི་ཚེས་བཅུ་བདུན་ནས་འཛིན་གྲྭ་འགོ་བཙུགས་ཡག་རེད་འདུག་ད་ཟེར་ནི་ཁྱེད་རང་ཚོས་ཁོང་ཚོ་ལ། བརྙན་ཐུང་འདི་བཏང་གནང་པ་ཡིན་ན། ཨ་ནི། ཁོང་ཚོ་ལ་ཡང། དེ་ཁར་ས། མ་འཇུ་ཞིག་ལ་འཛིན་གྲྭ། ཚུགས་ཀྱི་ཡོད་པ་དེ་མཁྱེན་གྱི་རེད་པ། ཨ་ནི། དེ་དང་མཉམ་དུ་ལེགས་ཀྱི་གནང་རོགས་གནང་ལེགས་ཀྱི་གནང་པ་ཡིན་ན། མི་མང་པོས་གཟིགས་ཞག་གོ་སྐབས་རག་གི་ཡོད་རེད། Comment གནང་པ་ཡིན་ན། མཆན་བསྐྱོན་པ་ཡིན་ན། བརྒྱུད་སྐུལ་གནང་པ་ཡིན་ན། YouTube གིས་འདི་མི་མང་པོ་ལ་ལྟ་ཡག་གི་གོ་སྐབས་སྤྲད་གི་ཡོད། དེ་འདྲའི་ཡིན་པ་སོང་ཙང། ཁྱེད་རང་ཚོས་དེ་འདྲའི་བརྙན་ཐུང་དེ་འདྲ་གཟིགས་པའི་སྐབས་ལ་བརྙན་ཐུང་འདི་ཡག་པོ་འདུག། དགོངས་པ་ཡིན་ན་ཡིན་ཅིས་མིན་ཅིས་ལེགས་ཀྱིས་སྐྱོན་ཡག་འདི་དཔེ་མི་སྲིད་གལ་ཆེན་པོ་རེད། ལེགས་ཀྱིས་གནང་ཡག། ཨ་ནི་དེ་ལ་མཆན་སྐྱོན་ཡག། ཨ། འདི་ཁྱེད་རང་ཚོས་མ་བྱེད་པ་བྱེད་ནས་འདི་ཡིན་ཅིས་མིན་ཅིས་བརྒྱུད་སྐུལ་གནང་རོགས་གནང། ཨ་ནི་མ་འོངས་པ་ལ། འཇམ་དབྱངས་བོད་ཀྱི་རིག་གཞུང་གཅེས་འཛིན་ཁང་ལ་བོད་ཡིག་བསླབ་ཀྱི་ཡོད་པ་ཧ་གོ་མ་བྱུང། འཛིན་གྲྭ་སྤྱི་ཟླ་གསུམ་པའི་ཚེས་བཅོ་ལྔ་ལ་འགོ་བཙུགས་ཀྱི་ཡོད་པ་ཧ་གོ་མ་བྱུང་ཟེར་ཡ་མེད་པ་ཅིག། ང་རང་ཚོ་ཚང་མས་མཉམ་སྒྲུབ་གནང་ཆེད། ཨ་ནི་རྡར་རྗེ་ནིང་ལ་ཡོད་པའི་བོད་པ་ཚང་མས་བོད་སྐད་རྒྱབ་ཐུབ་པ་བོད་ཡིག་ཀློག་ཐུབ་པ། དེ་འདྲའི་ཅིག་བཟོ་ཡག་གི་འགན་འཁྱེར་བྱས། ཨ་ནེ་ཚང་མས་དེ། མཉམ་ཞུགས་གནང་རོགས་གནང་བརྒྱུད་སྐུལ་གནང་རོགས་གནང། ཨ། ད་ང་རང་ཚོ་ལ་དེ། ད་ལྟ་གཞིས་ཆགས་ཁག་གི་བོད་མི་ཚོས་བོད་པ་ལ་ཁར་སག་ང་རང་ཚོ་རྡ་རྫིང་ལ་བཞུགས་མཁན་བོད་པ་ཚོ་ལ་ལྟོ་རོ་མོ་རོ། གསུང་གི་ཡོར་པ། ད། བོད་སྐད་གཙང་མ་མ་ཤེས་མཁན། ཟེར་གི་ཡོར་པ། ཨ། བྱས་ཙང་འདི་འདྲས། མ་ཡོང་ཡག་གི་ཆེད་དུ་ཁོང་ཚོ་ལས་ལྷག་པའི་བོད་སྐད་དང་བོད་ཡིག་ཤེས་ཡག་ལ་འབད་བརྩོན་གནང་རོགས་གནང། ཨ་ནི་ང་རང་ཚོའི་སྐད་འདི་ང་རང་ཚོའི་ངོ་བོ་རེད། སྐད་མ་ཤེས་ན་ང་བོད་པ་ཡིན། ལབ་པ་ལ་ཆ་རྐྱེན་འདི་ཚང་གི་ཡོད་མ་རེད། བོད་ཡིག་བྲིས་ཤེས་ཀྱི་མེད་ན་བོད་བོད་ཀྱི་རྒྱལ་རབས་ཤེས་ཀྱི་མེད་ན་ང་བོད་པ་ཡིན་ཟེར་ནས་ལབ་ཡག་གི་ཆ་རྐྱེན་དེ་ཚང་གི་ཡོད་མ་རེད། བྱས་ཙང། ཡིན་གཅིག་མིན་གཅིག་མཉམ་ཞུགས་གནང་རོགས་གནང། ད་ང་རང་གི་ངོས་ནས་ཞུས་པ་ཡིན་ན། བསམ་པ་རྣམ་དག་གིས། སྤུ་གུ་ཚོས་སྤུ་གུ་ཚོ་ལ་ག་འདྲས་འགྲེལ་བཤད་རྒྱབ་དགོས་རེད། ག་འདྲས་ལབ་ན་ལས་སླ་པོ་ཡོང་གི་རེད་འདི་འདྲའི་རྐྱང་རྐྱང་གི། བསམ་བློ་བཏང་ཆེད་བསླབ་སྟངས་གསར་པ་འདི་འདྲའི། ངོ་སྤྲོད། ཞུ་གི་ཡོད། ཨ་ནི། ད་ལྟ། བསླབ་སྟངས་གསར་པ་འདི་བརྒྱུད་ནས་སྦྱངས་པ་ཡིན་ན། ཟླ་བ་གཅིག་གི་ནང་ལ། དཔེ་ཆ་ཀློག་ཐུབ་པ་ཏན་ཏན་ཡོང་གི་འདུག་ད་ཁོ་འགྲེལ་བཤད་བརྒྱབ་སྟངས་སྔོན་མ་སྲོལ་རྒྱུན་གྱི་སྔོན་མ་ངའི་དགེ་རྒན་གྱིས་ང་ལ་དེ་འདྲ་བསླབས་བྱུང་ང་དེ་འགྲེལ་བཤད་བརྒྱབ་ཡག་གང་ཡང་མེད་ངའི་དགེ་རྒན་གྱིས་དེ་འདྲ་བསླབས་བྱུང་ཟེར་ནི་མ་ཡིན་པ། ག་འདྲས་བསླབས་ན་ལས་སླ་པོ་ཡོང་གི་རེད། ག་འདྲས་འགྲེལ་བཤད་བརྒྱབ་དགོས་རེད་དེ་ལ། ག་འདྲས་བཀྲ་ཤིས་རྒྱལ་པོར་དེའི་སྐོར་ལ་བསམ་བློ་མང་པོ་བཏང་རྗེས། ད་ལྟ་ལོ་ཉི་ཤུ་རྩ་བཞི། ངས་དེ་འདྲའི་ཉམས་མྱོང་བསགས་རྗེས། ཁྱེད་རང་ཚོ་ལ་ལས་སླ་པོ་ཡོང་ཡག་གི་ཐབས་ལམ་ཅིག་ཀྱང་བཙལ་ཡོད་བསམ་གྱི་འདུག་བྱས་ཙང་ཁྱེད་རང་ཚོས་དཱར་ཇི་ལིང་ལ་ཡོད་པའི་བོད་པ་བརྒྱ་ཆ་བརྒྱད། བརྒྱ་ཆ་བརྒྱ་ཐམ་པས་བོད་སྐད་རྒྱབ་ཐུབ་ཀྱི་ཡོད་རེད་བོད་ཡིག་ཀློག་ཐུབ་ཀྱི་ཡོད་རེད་ཟེར་ཡག་གི། ཨ། ཐབས་ཤེས་གནང་རོགས་གནང། དེ་ནས་ཡེ་ཤེས་ནོར་བུས། དུས་དང་རྣམ་པ་ཀུན་ཏུ་ང་རང་ཚོས་སྐད་འདི་བཀླག་རྒྱུ་ཡོག་མ་རེད་ད། ཨ། ཟེར་ནས། དུས་དང་རྣམ་པ་ཀུན་ཏུ་གསུང་གི་ཡོག་རེད། གོང་ས་མཆོག་གི་དགོངས་བཞེད་ཡང་དག་ག་རེད། ཨ་ནི་ང་རང་ཚོས་དབུ་ཁྲིད་ཀྱི་བསམ་དོན་འགྲུབ་ཡག་ལ། དགོངས་དོན་འགྲུབ་ཡག་ལ། སོ་སོའི་ངོ་བོ་ཨ་ནི་སྲུང་སྐྱོབ་བྱེད་པ་དེ་ལས་ལྷག་ག་ཅིག་ད་ལྟའི་ཆ་ལ་ང་ཚོ་མི་སྒེར་ལ་གནང་ཡག་ཞེ་འདག་གང་ཡང་ཡོག་མ་རེད་སེམས་ཁུར་དུ་དེ་སོང་ཙང་ཨ། བོད་སྐད་བྱང་ཡག་འདི་གལ་ཆེ་དོན་ཆེ་རྩིས་གནང་བྱས། སོ་སོ་ཡི་ནས་རེད་སོ་སོའི་སྤུ་གུ་ཡི་ནས་རེད། ཨ། ཇེམ་དབྱངས་བོད་ཀྱི་རིག་གཞུང་སྐྱེད་སྲིང་ཁང་ལ་བཏང་རོགས་གནང། རེ་འདུན་ཞུ་གི་ཡོད། ཨ་ནེ་བརྙན་ཐུང་འདི་གསན་གཟིགས་གནང་བ་ལ་ཐུགས་ཆེ་གནང་ཞུ་གི་ཡིན།